རྣམ་པ་ཚོ་བཀྲ་ཤིས་བདེ་ལེགས་ང་མོན་པོ་འབྲིང་པོ་ཡིན་རྣམ་པ་ཚོ་ཚང་མ་སྐུ་གཟུགས་བདེ་ཐང་ཡིན་པའི་རེ་བ་ཡོད། དེའི་བར་དེ་ལ་ཡུན་རིང་པོ་ཅིག་ཨེ་ནས་དབྱིན་ཐུང་དེ་འདྲའི་སྟོད་ཡ་ཐུང་མ་སོང་རྣམ་པ་ཚོ་གོང་ཁྱེད་མེད་པ་རྗེས་ཡིན་ན་ཡ་དང་སྙེ་མ་ན་ཞིག་མུ་མཐུད་ནས་བཟི་ཡ་ཟོས་ཡ་དང་རྣམ་པ་ཚོས་ཀྱིས་འདི་ག་རང་མུ་མཐུད་ནས་བཟི་ཡ་དང་ཨེ་ནས་གང་མང་མང་གིས་རྒྱབ་སྐྱོར་གནང་རོགས་གནང་ཅེས་ཞུ་ཡ་ཡིན། དེ་རིང་གི་ངའི་བརྙན་ཐུང་འདི་གཙོ་བོ་ཨེ་ནས་ཨ་དར་ཀར་དེ PVC card གང་ལ་བཟོས་ཀྱི་ཡོད་བ་ཡིན་ན་བཟོས་ཐབས་ག་འདྲས་ཡོད་མེད་དེའི་སྐོར་ཡིན། ཅི་ལྟར་ང་རང་ཚོ་སྙེ་མ་ནས་ཨ་ད་ཀར་དུ་བཟོས་ཡོད་ཚར་རྗེས་ཨེ་ང་རང་ཚོ་ཨ་ད་ཀར་དངོས་གནས་དྲང་གནས་དེ་བེད་སྤྱོད་བཏང་བ་དེ་སྐབས་དོ་ཤུ་བོ་ལེབ་ལེབ་ཆེན་པོ་གཅིག་ཕར་ཚུར་ཁྱེར་རྗེས་བེད་སྤྱོད་བཏང་དགོས་ཀྱི་ཡོད་རེད་དེའི་རྗེས་སུ་ང་རང་ཚོ་ཡོད་ཅིག་བར་གྱི་ཆུང་ཆུང་གཅིག་བཟོས་ཡོད་རེད་དེ་དེ་ཆུང་ཆུང་དེ་ནི་ལས་ཁུངས་ཁ་ཤས་ལ་ངོས་ལེན་བྱས་དང་མི་བྱས་པ་ཅི་རིགས་པའི་སྟེང་ནས་ང་རང་ཚོ་ལ་དཀའ་ངལ་ཅིག་འཕྲད་ཡོད་རེད་དཀའ་ངལ་དེ་དཀའ་ངལ་ཡོད་པ་ཨ་ད་ཀར་ལས་ཁུངས་ཁོ་རང་གིས་ཧ་གོ་རྗེས་མི་མང་གི་དཀའ་ངལ་སེལ་ཐབས་ཀྱི་ཆེད་དུ་ཨ་ད་ཀར་དུ་ཤུ་བོ་ལེབ་ལེབ་ཆེན་པོ་གཅིག་ཁྱེར་མི་དགོས་པར། ADM གྱི་ཀར་དང་ཚད་གཞི་མཉམ་པ་ཅིག་བཟོས་ཐུབ་ན་ཡག་པོ་འདུག་བསམ་རྗེས་དེ་མཚང་དེ་འདྲས་ཅིག་བཟོས་ཀྱི་ཡོད་པས་ཨེ་ནས་ཆ་རྐྱེན་བསྐྲུན་ཡོད་རེད་བཤད་ཙང་དེ་མཚང་མི་མང་ཚང་མ་དེ་འདྲས་བཟོས་དང་བཟོས་བཞིན་པ་རེད་ང་རང་ཚོ་ཡང་དེ་འདྲས་ཀར་ཅིག་བཟོས་དགོས་ཀྱི་ཡོད་བ་ཡིན་ན། འདིར་བཟོས་ཡ་ལ་ཨེ་ནས་ས་ཆ་ག་ལ་བཟོས་ཀྱི་ཡོད་མེད་དང་དེ་ལ་ཆ་རྐྱེན་ག་རེ་ཚང་གི་ཡོད་མེད་དེ་རིང་གི་ངའི་བརྙན་ཐུང་འདི་གཙོ་བོ་འདིའི་སྟེང་དུ་ཡིན། ས་སྐྱ་ཀྱི་ཆ་ནས་བྱ་བ་ཡིན་ན་ང་རང་ཚོ་ཨ་བྲ་ཀ་བཟོས་ས་ཀྱི་ལས་ཁུངས་ཁོ་རང་ལ་ཕྱིན་ཅེས་བཟོས་ན་འགྲིག་གོ་རེད་དེ་མ་ཡིན་པའི་ཀྱི་དྲ་ཐོག་ཁང་དེ་འདྲས་ལ་བཟོས་ན་འགྲིག་གོ་རེད་མ་ཡིན་པ་ད་སོ་སོ་ཡི་རང་ཤ་ལ་དེའི་རྗེས་སོ་སོ་ཀྱི་ཁ་པར་གྱི་སྟེང་ནས་བཟོས་ན་འགྲིག་གོ་རེད་སོ་སོ་ཡི་རང་ཤ་ལ་དེའི་རྗེས་སོ་སོ་ཀྱི་ཁ་པར་གྱི་སྟེང་ནས་བཟོ་བ་ཡིན་ན་དེ་ལ་ཆ་རྐྱེན་ག་རེ་ཚང་དགོས་རེད་ལ་ད་གཙོ་བོ་ཆེ་ཤོག་ཨ་བྲ་ཀར་དང་ཕོ་རྣམ་པར་མཐུད་བྱ་རྒྱུ་གི་ཕོ་རྣམ་པར་ཡོད་དགོས་ཡ་དེ་གལ་ཆེན་པོ་དཔེ་རེད།

ལོ་གི་གནས་ཚ་བ་དང་གོ་དེ་ལ་ཨ་དར་ཀར་སུ་ག་ཅིག་བཟོས་ཀྱི་ཡོད་ན་དེའི་ཨ་དར་ཀར་གྱི་ནང་པར་དེ་གནས་འགོ་རེད། གཉིས་པ་དེ་ནང་ལ་ད་ལྟ་གསལ་བྱེད་གང་ལས་ཡི་གེ་ནག་པོ་སྦོམ་པོ་ཅིག་བྲིས་བཞག་གི་བྱོས་དང་དེ་ཇི་མ་ཇི་བཞིན་མར་བཤུ་དགོ་རེད་དེ་ལ་གསལ་བྱེད་ཆེ་བ་ཡིན་ན་ཆེ་བ་དང་ཆུང་བ་ཡིན་ན་ཆུང་བ་དེ་ཇི་མ་ཇི་བཞིན་བྲི་དགོ་རེད་མཚམས་མཚམས་དེ་ལ་ཨང་ཀི་དེ་འདྲས་བྲི་ཡ་བྲི་གི་རེད་དེ་ཇི་མ་ཇི་བཞིན་མར་བཤུ་དགོ་རེད་གལ་ཏེ་ཁྱོད་རང་གིས་དེ་འགོ་བཙུགས་གི་མི་འདུག་ན་ཕ་ཕྱོགས་ཟུར་དེ་ལ་སྐོར་ར་རྒྱག་ས་ཅིག་འདུག་ཨ་དེ་གང་ལས་ཅིག་གནས་པ་ཡིན་ན་སྲ་བ་སྲ་བ་ལས་འོང་གི་རེད། དེས་ཚང་མ་ཚ་བ་དང་འོ་དེ་ལ་སེན། OTP། ཟེར་མཁན་ཞིག་འདུག་བ་འདི་གང་ལ་གནས་བྱ་བ་ཡིན་ན་ཁྱོད་རང་གི་ཁ་པར་ཨང་གྲངས་དང Aadhar Card གྱི་མཐུད་བྱ་རྒྱུ་གི་ཁ་པར་ཨང་གྲངས་དེའི་སྟེང་དུ་གསང་ཡིག་དཀྲུག་ཆེ་བ་ཞིག་ལེ་གི་རེད་དེ་དཀྲུག་དེ་འདི་ནང་ལ་བཤུས་དགོས་རེད། དེས་ཚང་མ་ཚ་བ་དང Login ཟེར་མཁན་འདི་གང་ལ་ཅིག་གནས། དེ་ཚང་མ་ཚ་བ་དང་ཨེ་ནི་འདི་རེད། འདི་ནང་ལས་སྡེ་ཚན་གཞན་པ་གཅིག་གོ་གཅིག་རེད་དེའི་ནང་ནས་སྡེ་ཚན་གཉིས་པ། Order Other PVC Card ཟེར་ངེས་འོ་འདི་གང་ལས་ཀྱི་གནས་འགོ་རེད། དེ་ནས་ཚ་བ་དང་ཨེ་ནི་སུ་ག་གཅིག Other Card ག་གཅིག PVC Card བཟོས་གི་ཡོད་ནམ་འོ་འདི་ག་གཅིག་མིང་དང་སྐད་ལོ་སྐད་ཚེ་ཁ་བྱང་ཚང་མ་དེ་ནང་སླེབས་འོང་རེད་དེ་འདི་ག་རང་ཏག་ཏག་རེད་འདུག་རེད་མོད་གལ་སྲིད་འདི་ག་རང་འབྲི་གི་འདུག་ན་འོ་ལ་ནག་པོ་གོ་གོ་ནང་ལ་འབྲི་དག་རྒྱག་ས་གཅིག་ཡོད་རེད་དེ་གང་ལས་ཀྱི་འོ་ནི་ཨེ་ཅེ་འབྲི་དག་རྒྱབ་ཤ་བོ་རེད།

དེའི་ཕ་ཕྱོགས་ནས་གདམ་ག་བཏང་ས་ཡོད་རེད། འོ་དེ་ནས་གདམ་ག་བཏང། དེའི་ཕ་ཕྱོགས་དེ་ལས་ཨནི་བྷེ་རི་ཕྷའི་ཟེར་མཁན་ཞིག་འདུག་ཨོ་དེ་ག་ལ་ཅིག་ནེམ། དེ་ནས་ཚ་བ་དང་འོ་དེ་ལ་ཕྷྲོ་སེས་ཟེར་མཁན་ཞིག་འདུག་ཨོ་དེ་ཅིག་ནེམ། དེ་ཚང་མ་ཚར་སོང་ན་རང་ཅག་ཕོ་དཔེ་གི་མཉེན་ཆས་དེ་ཁ་ཆེ་བ་ཡིན་ན་དེ་ལ་རང་བཞིན་གྱིས་གུང་མོ་ལྔ་བཅུ་སྤྲད་དགོས་འདུག་ཟེར་མཁན་ཞིག་དོན་དེ་ག་རེད་དེ་ལ་དཔེ་ཡི་ལ་ཡའི་དེ་ག་ལ་ནེམ། ཨནི་དེ་ནས་ཚ་བ་དང་སོ་སོ་གི་དཔེ་ཤ་སྤྲད་ས་གི་ཨནི་གསང་ཡོད་ཨང་འདྲ་དེ་དེ་ནང་ལ་བླུག་དགོས་རེད།

འདིའི་ཡས་ནིབ་དངུལ་སྤྲད་བཞག་རྒྱུ་དེའི་འབྱུང་འཛིན་ཁྱོད་རང་གོ་གི་ཡོད་ན་འོ་ལ་ཨེ་ནི་སྒྲའུ་ལོར་རྩེ་ངེས་ཅིག་ཏུ་ཨ་སྔོན་པོ་གོ་གོ་བྱེད་ནང་བྲིས་རྟགས་གལ་ཆེ་ཏི་གང་ལས་རྒྱབ་བཅས་ཨེ་ནི་འདིའི་འབྱུང་འཛིན་དེ་མི་གཞན་དག་ག་ཅིག་ཡིན་ན་མི་གཞན་དག་ལས་ཏི་ག་རང་བྷ་སབ་དང་ཏྲེ་ལི་གི་རམ་ཨི་མེལ་གང་གིས་བྱུང་ནས་མི་གཞན་དག་ལ་ཕག་བཏང་ཡས་ཡོད་རེད། ལེགས་སེ་རྣམ་པ་ཚོ་དེ་རིང་གི་བརྙན་ཐུང་འདི་ཕན་ཐོག་ཆེན་པོ་འབྱུང་ཡོད་རེ་བ་ཡོད་གལ་ཏེ་ཁྱོད་རང་ལ་ཕན་ཐོག་འབྱུང་ཡོད་བ་ཡིན་ན་དགའ་རྟགས་ངེས་པར་དུ་བསྐྱོན་རོགས་གནང་ཨེ་ནི་མི་གཞན་དག་ལ་ཕན་པའི་ཆེད་དུ Share མང་ཙམ་གནང་རོགས་གནང། ཨེ་ནས་ཁྱོད་རང་དེ་འདྲའི་དགེ་བསྙེན་ཐོང་རིགས་ལྟ་ཡ་ལ་དགའ་བོ་ཡོད་ངེས་མེད་ཅིག་ཡིན་སོང་ན་ངའི་འོག་ལ Subscribe ཞེས་པའི Button དེ་ངེས་པར་དུ་གནས་རོགས་གནང་དེས་ང་ལ་རྒྱབ་སྐྱོར་ཡང་མཚོན་ཡོད་ལ་དེ་འདྲའི་དགེ་བསྙེན་བཟོས་ཡག་དང་དང་པོ་ཁྱོད་རང་ལྟར་འབྱོར་དུས་པའི་ནུས་པ་ཆ་ཚང་ཡོད། དེ་རིང་གི་བསྙེན་ཐོང་འདི་དེ་ཙམ་ཞིག་ཡིན་རྣམ་པ། མ་འོངས་པར་བསྙེན་གཞན་དག་ཅིག་དང་མཉམ་དུ་སླར་ཡང་མཇལ་ཆོག་དེའི་བར་དུ་ཚང་མ་སྐུ་གཟུགས་ལ་ཐུགས་ཅག་གནང་རོགས་གནང་ལེགས་སོ་ཐུགས་ཆེ།